པན་ཆེན་རིན་པོ་ཆེའི་ཕྱག་ལེན་གནང་དུས་སྐབས་སུ་ང་ཚོས་བཀྲ་མི་བཀྲ་ལ་རེ་བོད་པ་ཚོས་ཚོང་པ་རྒྱག་པ་སི་ལ་རེ་ཆུང་ཆུང་གནས་སྐབས་སུ་རྒྱལ་ཕྲུག་རྒྱལ་མའི་སྤུ་གུ་སི་རེ་ལ་རྒྱལ་ཕྲུག་སི་ལ་རེ་བ་དེ་འདི་ནི་ཡང་རྒྱལ་མིའི་ཁོག་རྩོད་སི་ལ་རེ་ད་བཀྲ་མི་བཀྲ་ལ་གི་རེད་ཡིན་པ་ན་ཁོང་རང་གི་གནང་དགོས་ཀྱི་ལས་ཀ་དེ་ག་རེ་རེད་དེ་ཏག་ཏག་གནང་ཡོད་རེད་མིང་བརྗེ་དང་ཤིན་སོ་སོའི་གི་དྲང་པོ་དྲང་རྐྱང་ཡིན་ན་གཞན་གི་ག་རེ་ལ་མི་ལ་མ་ལྟོས་ཤིག། ཐ་མ་དེ་འདི་འདྲ་དེ་སར་བ། སིར་ས་འོག་ལ་ཡོད་ཀྱང་འོད་གར་རེད། ནམ་མཁར་ལས་སད་ཅིག་དོ། འོ་བྱས་ཙང་པན་ཆེན་རིན་པོ་ཆེའི་སྐུ་ཉེ་ལྔ་ལས་ལོ་ཉི་ཤུ་རྩེ་ལྔ་ཕྱིན་ན་ད་རུང་དང་ང་ཚོའི་སྐར་ས་ན་དེ་འདྲའི་བོད་ཀྱི་སྤྱི་ཚོགས་ཀྱི་བདེ་སྡུག་གནས་ཚུལ་བཤད་དུས་འོས་སུ་པན་ཆེན་རིན་པོ་ཆེའི་ལུང་དྲངས་དགོས་པན་ཆེན་རིན་པོ་ཆེ་དྲན་དགོས་གནས་དང་ཆགས་འདུག་ཨ། ཤི་ནས་ཧ་གོ་འདུག་འོ་བྱས་ཙང་ང་རང་ཚོས་སོ་སོས་ཀྱི་དྲང་པོ་དྲང་བཞག་བྱས་ན་གནས་སྐབས་ཀྱི་སྤྱི་ཚོགས་ནང་ལ་རྙོག་གླིང་མོག་ག་རེ་བཤད་དགོས་ན་དེ་ལ་ཞེ་དྲག་ཅིག་མི་འདུག་ཨ། གཞན་དྲ་རྒྱ་དེ་ཚོ་ལ་དགའ་མི་དགའ་སོགས་ཅིག་ཞེ་བོ་བཀྲམ་ཡོང་གི་རེད། དངོས་གནས་བདེན་པ་མ་ཡིན་པའི་སྐོར་འདི་འདྲ་རྫུན་མ་འདི་འདྲ་བཟོས་ཤིག་འོ་ད་དེ་ཅིག་རེད། ད་དེ་པན་ཆེན་རིན་པོ་ཆེ་དང་ཕུན་ཚོགས་དབང་རྒྱལ་བོད་ཕུན་ཚོགས་དབང་རྒྱལ། ད་དུས་སྐབས་འདིའི་ནང་ལ་སྐུ་ངོ་རྒྱ་ལོ་དོན་དྲུག་འཕགས་ཕེབས་དུས་སྐོར་སུ་གོང་ས་མཆོག་བཀའ་མངགས་གསུམ་ཡོད་པ་རེད། ཕུན་ཚོགས་དབང་རྒྱལ་ད་བོད་ཀྱི་དུས་སུ་ལས་ཀ་མང་པོ་ཞོ་བྱས་ར་བོད་ཀྱི་དུས་སུ་ལས་ཀ་མང་པོ་ཞོ་བྱས་དུས་མཐའ་མ་དེ་ཕུན་ཚོགས་དབང་རྒྱལ་ག་རེ་སོང་ད་བཙོན་ཁང་ལ་བློས་རེད་བཙོན་ཁང་ན་བློས་བ་སྨིན་ཚད་ད་རུང་ད་བཙོན་ཁང་ལོས་དུས་སྐོར་སུ་ད་ཁོ་རང་མ་དོན་དུས་སྐོར་སུ་མི་དཔེ་དེ། ལོ་བཅོ་བརྒྱད་དུ་མིའི་ཞལ་འབག་ལ་སྐད་ཆ་བཤད་ས་ཡོད་མ་ར། སྐད་ཆ་བཤད་ས་མི་འདུག་སྒོས་སུ་ཐོབ་འདོམས་དེ་ར་ཆགས་ཤིག་མི་ཐུག་ནའང་ཨེ་འདྲས་ཟུར་ར་བལྟས་ཨ་ནི་སྐད་ཆ་ཞེ་དྲག་བཤད་ཤེས་གི་མ་རེད་ཁོ་རང་སྤུན་སྤུན་རྒྱག་དང་བུ་མོ་ཐུག་ནའང་སྐད་ཆ་ཞེ་དྲག་བཤད་ཐུབ་གི་མ་རེད་ཙམ་མ་ཟད་ཀྱི་ཕིན་ཚོང་དབང་རྒྱ་རྒྱ་ནག་གི་གྲོང་གསེབ་ལ་སྐྱེལ་རྩིས་བྱེད་དགོས་རེད་ད་ཞུགས་རྐྱེན་དེ་ཆགས་གི་ར། ཡིན་པ་ཡིན་ན་གོང་ས་མཆོག་དེ་ནི་ཕ་གོང་ས་མཆོག་སྐུ་ཚབ་རྒྱ་ལོ་དེ་རུ་བཏང་འདུག་སྒོས་སུ་རྒྱ་ལོ་ལ་ལོན་ཁ་ཤས་ཁ་ཤས་གནང་གནང་ཡོད་རེད་གཅིག་དེ་ག་ར་ཟེར་ན་ཕིན་ཚོང་དབང་རྒྱ་སྐོར་དེ་རེད། ཨ་ནི། བོད་རིགས་དམར་ཤོག་ཚོགས་པ་ཕུན་ཚོགས་ཨང་བརྒྱ་ཡོད་རེད་ཁོ་རང་དེ་ཤག་སྐད་ག་ཁྱུ་ནས་གོ་ཡ་མི་འདུག་ཁོ་རང་གནས་སྟངས་ག་རེ་ཆགས་ཡོད་འདུག་རིག་གནས་ས་ཅིག་ག་སུ་ཤི་ཡིན་ན་ག་རེ་བྱས་ཡོད་ན་འོ་དེའི་གནས་སྟངས་ཅིག་སྐད་ཆ་དྲིས་ཤོག་གསུངས་རེད་ད་གཞི་ནས་རྒྱ་ནག་གི་དོ་སྣང་སྤྲད་ཚུལ་རེད་ཕུན་ཚོགས་ཨང་བརྒྱ་ལ་གཞི་ནས་རྒྱ་ནག་གི་པེ་ཅིང་གི་ཚུལ་ལས་རེད་ད་མི་ལ་གར་སྡིག་ར་བ་ན་ཁྱེད་རང་ཚོ་ཇུག་མ་མཛད་པ་ཁྲི་ལས་ཞེ་བོ་རྒྱག་གི་བཅས་སློབ་སྦྱོང་ཞེ་བོ་བྱས་པ་ན་རང་ཨ་ནི་སློབ་སྦྱོང་སྐྱག་རྫ་བཅས་གྲོང་གསེབ་ལ་ཁྱུ་ནས་འགྲོ་རྒྱུ་ཡོད་མ་རེད་གཞི་ཆགས་དེ་ཚོ་ལ་ཨ་ནི་དེ་ཚོ་ལྷག་བསྡད་གི་རེད་བྱང་ས་ལ་སྐྱས་སྤུ་གུ་ག་ཤས་ཉར།

ཨ་འདིའི་ཐོག་ནས་བོད་ཀྱི་རྩ་ཁྲིམས་བཟོས། རྩ་ཁྲིམས་བཟོས་ཅིང་དེའི་ནང་ལ་གྲངས་ཉུང་མི་རིགས་ལ་ཐོབ་ཐང་ག་རེ་དགོས་ཀྱི་འདུག་ཨོ། གཅིག་དེ། ད་བན་ཤིང་རིན་པོ་ཆེའི་དུས་སྐབས་དུས་དེ་ཚོའི་བཀའ་སློབ་ག་རེ་གནང་ཡོད་ཟེར་ན། ཁོང་རང་དུས་སྐབས་དེའི་ནང་ལ་བཙོན་གྲོལ་སློད་ཚེ། སྤྱི་ལོ་ཆིག་སྟོང་བརྒྱད་ཅུའི་ནང་ལ་རོ། བན་ཤིང་རིན་པོ་ཆེ་བཙོན་གྲོལ་བཏང་རྗེས་ལོ། གཅིག་ཙི་འགྲོ་གི་རེད་ཕུན་ཚོགས་དབང་རྒྱལ་ཟླ་བ་ལྔ་དྲུག་རྗེས་ལ་འགྲོ་གི་མ་རང་ཨ་ནི་ཕུན་ཚོགས་དབང་རྒྱལ་བཙོན་ཁང་ལྷག་རེད། པར་དེ་དག་དུས་སྐབས་དེའི་སྐབས་སུ་མ་རེད་བརྒྱད་བཅུ་ཞེ་དྲུག་ནང་ལ་རེད། བཙོན་ཁང་ལྷག་མི་མང་སྨན་ཁང་ལྷག་ཡོང་དུས་ལོ་སུ་ཤི་ནས་བན་ཤིང་རིན་པོ་ཆེ་གཟིགས་ག་བེར་རེད། ཕུན་ཚོགས་དབང་རྒྱལ། ཁྱོད་རང་ལོ། བཅོ་བརྒྱད་བཙོན་ཁང་འདས་རེས་ངའི་ལོ་དགུ་ལྷག་འདས་ཡིན། ང་གཉིས་ཆའི་ལ་གི་ཉེ་བ་ག་གེ་ཁ་ཡང་ས་ཡོད་མ་རེད། སོ་སོའི་མི་རིགས་ཀྱི་ཆེད་དུ་ག་རེ་ཟེར་ན་སྐད་ཆ་དྲང་པོ་བཤད་རེས། བ་བྱས་ཙང་དེ་ཤས་ངས་སྐད་ཆ་མང་པོ་བཤད་ཡིན་རྒྱ་ནག་གཞུང་ལ། ད་བོད་ནང་ལ། དྲག་སྤྱོད་བྱས་བྱོས་ར་བ་དེ་ཚོ་མཚམས་འཇོག་ཞུ་ཡས་དང་བཙོན་པ་བློ་གྲོས་བཏང་ཡས་དང་ཨ་ནི་ཆོས་དད་རང་མོས་དགོས་ཡས་བོད་པས་ཀྱི་བོད་སྐད་ཡིག་སྦྱོང་སྤྱོད་སྤེལ་གསུམ་བྱས་ཡས་བ་དེ་འདྲ་མང་པོ་བཤད་ཡིན། མི་མང་པོ་ཞིག་ག་གི་མི་འདུག་ད་རྒྱ་ནག་གུང་ཁྲན་ཏང་གི་མི་མང་པོ་བྱོས་ར་བ་མ་ག་ན་མ་ག་ན་མ་ང་ལ་ཞེད་སྣང་མི་འདུག། བཀའ་དེ་ནང་རེད། བྱས་ཙང་འདི་ནས་ཕུན་ཚོགས་དབང་རྒྱལ་ཁ་རས་ཟེར་ན་མུ་མཐུད་ཞེད་སྣང་མེད་པ་མི་རིགས་ཀྱི་ཆེད་དུ་ཁ་རས་ལས་ཀ་བྱེད་དགོས་དེ་ངར་ཤུགས་སུ་ར་ཡར་བླངས་ཤིག་རྒྱབ་རྩ་ང་ཚོ་ཡོད་ར་ད་ཟེར་དེ་འདའི་ཆད་ལ་ང་ལ་གོ་གནས་ག་ག་ཡང་མི་འདུག་ཁྱེད་རང་གི་ལས་གནས་ཐོག་ལ་ངས་རོགས་པ་བྱེད་ཐུབ་ཀྱི་མ་རེད་ཟེར། རྗེས་ལ་ང་ཨ་ནི་ལས་གནས་ཆད་བ་དང་ཨ་ནི་ངས་ཁྱེད་རང་རོགས་པ་བྱེད་ཀྱི་ཡིན་ཟེར་འཚོ་བའི་ཐོག་ལ་ངས་ཡང་ནས་ཀྱང་སུ་ཁྱེད་རང་ལ་ཁ་རས་རོགས་པ་བྱེད་ཀྱི་ཡིན་ཟེར་འོ་བཀའ་དེ་ནང་རེད། ད་དེ་པན་ཆེན་རིན་པོ་ཆེ་བློ་གྲོས་བཏང་ཡོད་དེ་རེད། པན་ཆེན་རིན་པོ་ཆེ་བཙོན་ཁང་ནས།

འཁྲུངས་ས་སྐྱོན་འགོའི་གཅིག་ཏིང་ཞོ་ཕིང་དང་འབྲེལ་བ་ཡོད་རེད། ད་གང་ཅའི་ཏིང་ཞོ་ཕིང་ཐ་མ་དེ་བཙོན་ཁང་ནས་གློད་གྲོལ་བཏང་ཉིན་ཏིང་ཞོ་ཕིང་ཁོ་རང་རེད། བཙོན་ཁང་ནས་གློད་རྗེས་ག་བ་ཁྲི་རེད་ཟེར་ན་ཐུག་འཕྲད་བྱེད་ས་ཁོ་རང་ཁོ་རང་ཡིག་ཚང་ལ་མ་འབྲི་རྗེས་ཁོ་རང་ག་རེ་ཟེར་ན་ནང་ལ་སྐད་བཏང་རེད། ནང་ལ་སྐད་བཏང་རྗེས་ག་ལ་རེད་ཟེར་ན་ཨ་ནི་ཁྱེད་རང་དང་འཕགས་པ་ལ་ལྟ་བུ་ག་རེ་ཟེར་ན་ཨ་ནི་ལོ་ཆུང་ཆུང་རེད། ཨ་ནི་ཆབ་སྲིད་ཀྱི་ལས་ཀ་མང་པོ་ཞོ་བྱས་ཡོད་རེད། ཨ་ནི་ཁྱེད་རང་རིག་གནས་ས་ཆིའི་སྐབས་སུ་དྲུག་ཅུ་རབ་བཞི་དང་དྲུག་ཅུ་རབ་བརྒྱད་ལོ་ལ་ཨ་ནི་ཁྱེད་རང་མི་མང་གི་འོག་ཏུ་ག་རེ་ཟེར་ན་ཉེས་རྡུང་བཏང་རྗེས་མ་ཤི་བ་དེ་ཡག་པོ་ཞོ་རེད། ད་ཕྱིན་ཆད་ཁྱེད་རང་ག་ས་ག་ལ་འགྲོ་ན་འགྲིག་གི་རེད། ཡིན་པ་ན་ཆོས་རྐྱང་མ་བཤད། ཁྱེད་རང་རྒྱལ་ཁབ་རྒྱ་ནག་གུང་ཁྲན་ཏང་གི་རྒྱ་ནག་གི་མི་ག་ས་ན་དེ་ཏང་གི་མི་ཏང་གི་མི་ཟེར་བ་རེད་དེ། ལས་གནས་ཡོད་པའི་གཞུང་གི་མི་ཞིག་རེད། བྱས་ཙང། ཆོས་རྐྱང་མ་བཤད་ཅིག་ཆབ་སྲིད་ཡང་མཉམ་དུ་བཤད་དགོས་བ་རེད། ཆབ་སྲིད་ག་ས་ན་མེས་རྒྱལ་གོང་བུ་གཅིག་གྱུར་ཡོང་བའི། མི་རིགས་མཐུན་སྒྲིལ་ཡོང་བའི་དེ་འདྲ་བཤད་བ་ན་ཁྱེད་རང་ག་རེ་བཤད་ན་ག་བ་འགྲོ་ན་འགྲིག་གི་རེད།

ཆོས་དད་རང་དབང་དང་འདི་རིགས་སྲིད་བྱུས་དེ་ཚོ་དང་ལྷག་པར་དུ་རིག་གནས་གསར་བརྗེའི་སྐབས་སུ་གཡོན་བརྡལ་གྱི་ལམ་ལ་འགྲོ་བའི་དེ་ཚོ་ལ་དགག་པ་བརྒྱབ་ན་སྐྱོན་ཅི་ཆེ་ན་འགྲིག་གི་ཡོད་བཀའ་ལྟི་ན་རོ་བྱས་ཙང་ཏིང་ཞོ་ཕིང་པོ་རང་པན་ཆེན་རིན་པོ་ཆེ་ལ་ལས་ཕན་མཐོ་བོ་གཅིག་ཡེ་རེད་ལ་གནོད་རྒྱ་གཉིས་རེད་ད་དེ་ང་ཚོའི་སྐུ་ཚབ་དེ་ཚོ་རེད་ཁྲིད་ཁྲིད་དེ་འདི་ག་རེ་ཟེར་ན་རྒྱ་རི་བློ་གྲོས་རྒྱལ་མཚན་རེད་བ་ཆུང་ཆུང་དེ་ཕོ་སར་ཞིག་འདུག་བ་འདི་ནས་ད་སྐུ་ངོ། སྐུ་གཤེགས། བྱོན་ཞིང་ཐུགས་རྟེན་ཆེ། པན་ཆེན་རིན་པོ་ཆེ་བཅས་ཕུན་ཚོགས་དབང་རྒྱལ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོ་ལ་གཅིག་གྲོལ་རེད། བདུན། བརྒྱད་ཅུ་གྱ་གཉིས་ལོ་ལ་གཅིག་གྲོལ་རེད། བརྒྱད་ཅུ་གྱ་བཞི་ལོ་ལ་གཅིག་གྲོལ་རེད། ད་དུས་སྐབས་འདིའི་སྐབས་སུ་དངོས་གནས་ཀྱི་ང་ཚོའི ྋགོང་ས་མཆོག་སྐུ་ཚབ་རང་བོད་རྒྱལ་ཞི་མོ་རང་གཅིག་གྲོལ་རེད། ཡིན་མ་ན་དུས་སྐབས་དེའི་སྐབས་སུ་ང་ཚོས་ཀྱི་དན་རྟགས་ནང་ཟླ། བོད་ཀྱི་གནད་དོན་ཐག་གཅོད་བྱེད་ལ་དངོས་གནས་ཀྱི་ཡིག་ཆའི་ཐོག་ནས་ང་ཚོ་ལ་ཞེ་དྲག་བསྟན་ཡོད་མ་རེད། དཔེ་ཆ་བཤད་ན་དུས་སྐབས་འདི་ག་སུ་སྐུ་ངོ་རྒྱ་རི་བློ་གྲོས་རྒྱལ་མཚན་ག་རེ་གསུངས་རེད་ཟེར་ན་དགོས་འདུན་ཅི་ཡོད་ར་རྒྱ་ནག་ལ་ཐེ་ཝན་ལ་དོན་ཚན་དགུ་བཏོན་ཡོད་རེད་རྒྱ་ནག་གཞུང་གིས་དེ་ལས་ལྷག་བ་ཞིག་ང་ཚོར་དགོས་ཀྱི་ཡོད་རེད་ག་རེ་བྱས་ན་ཐེ་ཝན་དེ་ཁྱེད་རང་ཚོ་རྒྱ་མི་མི་རིགས་རྒྱ་མི་རེད་ས་ཆ་ཁོ་རང་སྔོན་མ་རྒྱ་མི་རེད་ང་ཚོ་བོད་རྦད་དེ་ལོག་ཀ་རེད་རྒྱ་ནག་གཞུང་གི་ངོས་འཛིན་གལ་ཆེ་བོ་རེད་ཟེར་ན་བོད་བཅིངས་འགྲོལ་བཏང་ཚར་ཡིན་ལ་གོ་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ང་བརྒྱད་ལོ་ལ་རེད་བ། ཐའེ་ཝན་ལ་ཉིད་བཅིངས་འགྲོལ་བཏང་རྒྱུ་ཡིན་ལ་གོ་རེད་བཅིངས་འགྲོལ་ཟེར་ན་ད་རྒྱ་ནག་འོག་གི་ཅིག་འོག་ལ་བཅུག་རྒྱུ་ཡིན་ལ་གོ་རེད་ཐའེ་ཝན་དེ་འདྲ་བཅུག་ཐུབ་ཡོད་མ་རེད། ངོས་འཛིན་ཁོ་རང་ལོག་ཨ། ཡིན་ན་ང་ཚོས་ག་རེ་བྱེད་དགོས་རེད་ཟེར་ན་ཐའེ་ཝན་ལས་ང་ཚོ་ལྷག་པ་དགོས་ཡོད་ལ་རེད། ཐའེ་ཝན་དེ་ད་རྒྱ་ནག་འོག་ལ་ཤོར་ཡོད་མ་རེད་ང་ཚོ་རྒྱ་ནག་འོག་ལ་ཤོར་རེད། རྒྱ་ནག་འོག་ལ་ཤོར་རྒྱུ་དེ་རྒྱ་ནག་འོག་ལ་མ་ཤོར་ལས་དེ་ལས་ཆ་རྐྱེན་ཡག་ག་ཞིག་སྤྲད་ཐུབ་ཀྱི་རེད་ཐུག་གི་མ་རེད།

དུས་སྐབས་དེ་གི་སྐད་ཆ་གཅིག་བྱུང་བ་ན་ནི་ག་རེ་ཟེར་ན། དེ་ལ་ལན་སྤྲད་རྒྱུ་ཡོད་ན་མེད་ན་གནས་ཚུལ་ལོག་བ་ར། ཡིན་པ་ཡིན་ན་ད་རྒྱ་ནག་གི་འཐབ་རྩོད་གཅིག་གྱུར་མི་ཅང་པིང་ལ་ཉེ་ཆོད་ཁོ་ད་བེད་དེ་ཧོན་ཐོ་ཆེད་ད་ག་རེ་ལབ་ཡོད་རེད། ཁྱེད་རང་དེ་ཁྱེད་ཤོད་ལ་ཁོ་རང་དེ་ཡང་ཉིན་ཁྱེད་རང་དངོས་གནས་དེ་རང་ག་རེ་ཁྱེད་ཤོད་ལ་དེ་ག་རེ་རེད། ཨོ་སྐད་ཆ་འདྲ་བཤད་རྒྱུ་ག་རེ། ད་དེའི་བར་ར་དེ་ལ་ནི་གོ་བརྡ་མ་འགྲོ་བ་བྱས་ནི་ཕག་བཅད་ཚུར་བཅད་ཅེས་དུས་ཚོད་ཚང་མ་ལྷག་ཕྱིར། ཤེས་དུས་སྐབས་འདིའི་སྐབས་སུ་དེ་འདྲ་ང་ཚོས་བསྟན་རྒྱུ་ཏིང་ཞོ་ཕིང་ལགས་ཉིད་དེ་དེ་འདྲ་རྒྱ་ནག་གི་གོ་སྒྲིག་ནང་དང། ཚང་མ་ལ་བསྟུན་གོ་དེ་འདྲ་མ་རེད་ཁོ་རང་རྒྱལ་ཁ་གཅིག་གཅོད་རེད། ཏིང་ཞོ་ཕིང་ཐག་ཆད་ན་ཆད་ཚར། ཁོ་རང་ལ་ཡོད་ར། གནས་ཚུལ་ག་རེ་ན་ཐག་ཆོད་དགོས་རེད། རང་བཙན་མ་ལགས་གཞན་པ་གནས་ཚུལ་ག་རེ་ན་ཐག་ཆོད་དགོས་རེད་ལ་ཞུ་བ། འོ་ཆད་ཙང་ཐག་ཆོད་དགོས་ར་ཁོ་རང་གིས། ཡིན་ནའང་ང་ཚོས་དུས་སྐབས་དེའི་ནང་དུ་སེམས་དུས་མི་འདྲ་བ། ད་ང་ཚོས་ག་རེ་བྱས་ནས་སེམས་དུས་མི་འདྲ་བ་བྱུང་རེད་ཟེར་ན། བཙན་བྱོལ་ནང་ལ་གཞོན་སྐྱེས་ཤེས་ཡོན་ཅན་ཡིག་ལ་གཉིས་ཁ་ཤས་བྱོས་དུས་སྐབས་དེའི་ནང་ལ་དྭབས་ཤོག་གཉིས་ལྡན་ཡིག་ལ་གཉིས་དཔེ་བྱས་ན་སྐུ་ངོ་རྒྱལ་ལོ་དུ་ག་ཟེར་དེ་རྒྱལ་རི་བློ་གྲོས་རྒྱལ་མཚན་གཅིག་དུ་ཨ། བཀྲས་མཐོང་བསྟན་འཛིན་རྣམ་རྒྱལ་གཅིག་ཡོད་རེད་བ་ད་དེ་ནི་དེ་འདྲ་ང་ཚོའི་སྐུ་སྒེར་སྐུ་ངོ་བློ་བཟང་སྦྱིན་པ་ལ་སོགས་པ་འདི་ཚོའི་གྲས་ད་ཕོ་གསར་ལོ་སུམ་ཅུ་བཞི་བཅུ་ཨ་ནི་དབྱིན་ཇི་ཁྲག་ཁྲག་ཤེས་དགོས་བོད་ཡིག་ཡང་ཁྲག་ཁྲག་ཤེས་དགོས་ཨ་ནི་ཕོ་གསར་ག་རེ་རེད།

རང་བཙན་གཉིས་ལ་གཉིས་དེ་འདྲ་རེད། ད་སྐུའི་སློབ་སྟོན་དུས་སུ་ལ་བྱེད་དགོས་རེད་ཟེར་ན་ང་ཚོས་དུས་སྐབས་འདི་གི་ཕོ་གསར་དེ་ཚོ་ལ་སློབ་སྟོན་བྱེད་དགོས་རེད། ཨཱ་འདི་གི་གནད་དོན་ནི་ཁུལ་ག་རེ་ཟེར་ན་ད་དཔེ་བཤད་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཚོད་དེ་ནང་ལ་ག་རེ་ཟེར་ན་སུད་སི་ལས་རྒྱ་མིའི་སྐུ་ཚབ་དང་ང་ཚོའི་སྐུ་ཚབ་མཉམ་དུ་འཚོགས་ཡ་བྱས་རེད། ད་དུས་སྐབས་དེའི་ནང་དུ་ཡིན་ག་རེ་ཟེར་ན་ཕྱི་རྒྱལ་གྱི་གུས་ཟབ་ཅིག་གུས་ཀྱི་ཡོད་ལ་རེད། ཕྱི་རྒྱལ་གྱི་གུས་ཟབ་གུས་ཀྱི་ལ་དུས་སུ་སུས། ང་ཚོས་སུས་བཏོན་རེད་ཟེར་ན་མེ་དཀར་བཏོན་རེད། མེ་དཀར་བཏོན་ཡས་དེ་རྒྱུ་མཚན་ག་རེ་ཟེར་ན་མེ་དཀར་ཁོ་རང་གི་ལ་རེད། ང་ཡིན་གཅིག་ཡོང་གོ་རེད་ཟེར། ང་མ་བཅུག་ན་ཁྱེད་རང་ཚོར་མགོ་སྐོར་གཏང་གི་རེད་ཟེར། ཨ་ནི་ང་ཚོས་བཅུག། ང་ཚོས་བཅུག་རྒྱུ་དེ་རྒྱ་མི་ཧ་གོ། རྒྱ་མི་ཧ་གོ་དུས་སུ། འོ། དེ་ལན་གྱི་བོད་རྒྱ་ཞི་མོལ་གྱི་ཚོགས་འདུ་དེ་ལ་ཨ་ནི་རྒྱ་རི་བློ་གྲོས་རྒྱལ་མཚན་དང། བཀྲ་ཤིས་དབང་འདུས། སྐུ་ངོ་བཀྲ་ཤིས་དབང་འདུས་ཡོད་ཨ། འོ་བཀྲ་ཤིས་དབང་འདུས་དང་མེ་དཀར་དེ་ཚོ་རྩ་བ་ཉིད་ནས་ག་རེ་ཟེར་ན། ཡོང་ཆོག་གི་མ་རེད། རྒྱུ་མཚན་དེ་རེད། ཀག་རེད་ཁོ་ཚོ། ཁོ་ཚོ་གཉིས་ང་ཚོའི་སྐུ་ངོ་བཀྲ་ཤིས་དབང་འདུས་དང་སྐུ་ངོ་རྒྱལ་བློ་གྲོས་རྒྱལ་མཚན་གཉིས་ག་རེ་བྱེད་ནི་ཀག་རེད་ཟེར་ན་ཁོ་ཚོའི་རྒྱབ་ལ་ནུབ་ཕྱོགས་བ་ཨ་རི་མི་ཡོད་བ་རེད། ཨ་རི་མི་ཡིས་རྒྱ་ནག་གཏོར་བཤིག་བཏང་ཡ་དེ་རེད། ཁོ་ཚོའི་རྒྱབ་ལ་རྡོ་བཏོན་ཤེས་ན། ཁོ་ཚོའི་ཀླད་པ་ནང་ལ་ཨ་རི་འཛུགས་བསྡད་ཡོད་རེད། རྒྱུད་སྐུལ་བྱེད་ངེས་སུ་རེད། མེ་གྷལ་རེད། མེ་གྷལ་གིས་ང་མ་ཡོང་ན་ཁྱེད་ཚོར་མགོ་སྐོར་དང་ང་ཡིན་གཅིག་ཡོང་དགོས་དགོས་ལབ་རེད།

ད་ང་ཚོའི་ཚོགས་འདུ་ཚོ་དུས་སྐབས་དེ་སྤྱི་འཐུས་ལྷན་ཁང་ལ་ཡིན་དུས་དེ་ག་ཤུགས་ཆེ་པོ་དེ་འདྲ་ཡོད་ཨ་མ་རེད། ཕྱི་འཐུས་ལྷན་ཚོགས་ལ་ཉེ་ཆོག་རེད་ད་དྲུང་ཆེ་དང་བཀའ་བློན་དང་ས་གནས་འགོ་འཛིན་དེ་ཚོ་ཚོགས་གི་རེད། བྱས་ཙང་ཁོ་ཚོས་བསམ་བློ་བཏང་བཏང་དེ་འདྲ་དུས་སྐབས་དེ་རུ་ཀྱག་ཀྱག་བྱེད་ཉིན་ད་ང་ཚོ་ལ་ཞེ་ཞེ་བོ་ཅིག་རག་གི་རེད་བསམ་གི་ཡོད་རེད། དེ་ལ་ག་རེ་ཟེར་ན་དུས་བབ་ལ་ཚོད་འཛིན་མ་འདུལ་བ། ཆབ་སྲིད་ལ་ཚོད་བགམ་མ་འདེབས་བ་ཟེར་དེ་རུ་ཨ། དངོས་གནས་དུས་སྐབས་དེ་དུས་ལྟའི་གུ་ཡངས་བྱས་པ་ན་དེ་འདྲ་ནང་ད་ག་རེ་རེད་དཀའ་ངལ་དེ་འཕྲད་གི་ཡོད་མ་རེད།

རང་བཟོའི་རྩོད་རྒྱུ་སྨོས་པ། ཨཱ་ནི་ག་རེ་ཟེར་ན་གུང་བསྒྲིགས་དང་ཁས་ལེན། འདིའི་འོག་ལ་གཞི་ནས་ཁྱེད་རང་འགྲོ་ན་འགྲིག་གི་རེད། སྐད་ཆ་འདི་ཚོ་བཤད་དགོས་རེད། གཙོ་ཆེ་ཤོས། ཆོས་གཅིག་པོ་བཤད་ན་འགྲིག་གི་མ་རེད། འོ་དེ་ལྟ་ན་གཞི་ནས་པན་ཆེན་རིན་པོ་ཆེ་ད་ཐོག་མ་དེ་ཨ་མདོ་སྔོན་ལ་འགྲོ་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་བརྒྱད་ཅུ་ཐམ་པའི་ལོ་ལ་ཨ་མདོ་སྔོན་ལ་ཨ་ནི་ཕེབས་རེད། ད་ཕེབས་ཡས་ཀྱི་གཙོ་བོ་དེ་ག་རེ་རེད་ཟེར་ན་རིག་གནས་གསར་བརྗེ་དང་དམངས་གཙོའི་བཅོས་བསྒྱུར་ལ་ཉེ་དེ་སྐབས་སུ་ཀུ་ཤུ་ལ་མང་པོ་ཅིག་དགོན་པ་ནས་སློག་མང་པོ་ཅིག་བསད་མི་མང་མང་པོ་ཅིག་རྒྱུ་དངོས་ཚང་མ་ལ་འཕྲོག་ཨ་ནི་ཆོས་དེ་སྐྱ་ནས་དར་སོ་བྱེད་དུ་མ་བཅུག་ཨ་ནི་ཀུ་ཤོ་ལོ་ཚོ་ལ་ཀར་སོ་ན་དཔེ་ཆ་ལྟ་དུ་མ་བཅུག་མི་མང་ཚོ་ལ་དབང་དང་ད་ལུང་དང་དེ་འདྲ་བྱིན་ཁྱུ་ནས་མི་མང་པོ་བཙོན་ཁང་དེ་ར་འདི་ཚང་མ་ལོ་བཙོན་ཁང་ནས་ལོ་སྤྲོད་བཏང་ཡ་དང་ད་དེ་བྱེད་ཀར་ཉམས་གསོ་དགོན་པ་དང་ཉམས་གསོ་བྱེད་ཀར་གཙོ་བོ་དེར་ད་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་ལོ་ལ་ལྷ་ས་ལ་ཕེབས་དུས་ཀུ་ཤོ་ནས་གཞི་ནས་ཕེབས་ཐེངས་དང་པོ་རེད་པན་ཆེན་རིན་པོ་ཆེ་ལྷ་ས་ནས་འཕྲད་རྗེས་ལོ་བཅོ་བརྒྱད་ཀྱི་རྗེས་ལ་གཞི་ནས་ཧ་རེ་ཨ་ནི་ལྷ་ས་ཕེབས་དུས་ཀུ་ཤོ་བཀའ་ག་རེ་གནང་ཡོད་རེད་ཟེར་ན་ཨ་ནི། མི་ལོ་བཅོ་བརྒྱད་འཕྲད་པའི་ནི་བོད་ལྗོངས་ལས་དུས་གོ་སོང་ང་ལ་སེམས་ལ་དམིགས་བསལ་གྱི་དགའ་ཚོར་བྱུང་གི་འདུག་ཟེར། ཨ་ནི། བོད་མི་མང་ཚོས་ཀྱིས་ང་ལ་དགའ་ས་ནི་ཁ་བཏགས་འདི་འདྲ་ཁྱེད་ཨ་ནི་འབུལ་བ་འདི་འདྲ་ཁྱེད་མི་འོས་ཟེར། ང་གཙོ་བོ་ཁྱེད་རང་ཚོའི་བདེ་སྡུག་ལ་ག་རེ་རེད་ད་ག་ཡོང་ཡིན་ཟེར། ཁྱེད་རང་ཚོ་ཡག་པོ་བྱུང་བ་ན་ང་ཡང་ག་རེ་རེད་སྐྱིད་པོ་འདུག་ཟེར། ཁྱེད་རང་ཚོས་ངའི་ལ་རེ་ཞོ་ཅིག་སྤུ་ཡག་མ་ཨ་ནི་ཁྱེད་རང་ཚོས། ཐོན་སྐྱེད་ལ་སྐྱོན་བྱས་པ་ན་ང་ཡང་ག་རེ་རེད་སེམས་འཚབ་འདུག་ཟེར། བྱས་ཙང། མཇལ་ཁ་ཞུས་དུས་གོ་སོའི་འབུལ་བ་འདི་འདྲ་བསྐྱལ་མ་ཡོང་གསུངས་ཟེར།

ཡི་གེ་དེ་རེད། བྱས་ཙང་འདི་ནས་བྱས་རྗེས་ལྷད་སའི་ཁྲོམ་འདི་གཡས་གཡོན་དུ་ཚང་མ་ཡིག་ཚང་གཡས་གཡོན་དུ་ལ་ཨ་ནི་གང་དེ་ལ་བོད་ཡིག་བྲིས་འོག་ཏུ་ལ་ཧ་རེ། དབྱིན་ཇི་བྲིས་རྒྱ་ཡིག་རྒྱ་ཡིག་བྲིས་ཏེ་གཞི་ནས་དེ་བྱུང་རེད། བོན་ཇི་རིན་པོ་ཆེ་ལ་ལྷད་ས་ལ་ཐོག་མར་ཕེབས་ཆེད། ད་དེ་རྒྱའི་རྒྱལ་ཁྲིམས་ལ་ཁ་ངོ་ལ་རེད། ད་དུས་སྐབས་འདི་ན་ཨ་མདོ་ལའང་ཨོ་ཙི་བྱས་ཨ་ནི་ག་རེ་ཟེར་ན་ལྷད་ས་ཡང་ཨོ་ཙི་བྱས་ད་མྱ་ངན་གཙོ་བོ་དེ་དུས་སྐབས་འདི་ན་ཁམས་ནང་ཨ་ནི་དེ། ང་ཚོས་བྱས་ན་སྲིད་བྱུས་སླར་གསོ་ལགས་ཀ་ཅིག་རེད། སྲིད་བྱུས་གུ་ཡངས་ལགས་ཀ་ཅིག་རེད། འོ་དེ་བྱུང་ཡོད་མ་རེད། བྱས་ཙང་དུས་སྐབས་འདིའི་སྐབས་སུ་ནི་དཔེ་བྱས་ན་སྤྱི་ལོ་ཆིག་སྟོང་བརྒྱད་བརྒྱད་ཅུའི་ནང་ལ་པན་ཆེན་རིན་པོ་ཆེ་ཨམ་མདོ་སྔ་ལ་ཕེབས་འདུག་སྐབས་སུ་ལི་ཐང་དགོན་པའི་དེ་ལྟ་ང་ཚོས་ཀྱི་སྤྲུལ་སྐུ་བསྟན་འཛིན་དེ་ལས་ཡོད་ཨ། སྤྲུལ་སྐུ་བསྟན་འཛིན་དེ་ལས་ཨ་ནི་མ་ཨམ་མདོ་ལ་ཕེབས་རྗེས་པན་ཆེན་རིན་པོ་ཆེ་ཡིན་རྗེས་ཁམས་ལ་ཕེབས་རོགས་གནང། ཁམས་ཀྱི་ལི་ཐང་དགོན་པ་དེ་འདང་ཡང་རྒྱ་ནག་གཞུང་གིས་བཞེངས་དུ་བཅུག་མེད། ཨ་ནི་ཁམས་ཀྱི་མི་མང་ཚོ་དེ་འདང་ཡང་ག་རེ་ཟེར་ན་ནི་དེ། སྲིད་བྱུས་དེ་ལ་གུ་ཡངས་བྱུང་མེད་པའི་སྐབས་སུ་དཀའ་ངལ་ཞི་བོ་ཞིག་འདུག།

སྐུར་པ་དེ་འདྲ་གནང། རྒྱལ་རྗེས་ཁྱོད་ཉིད་ཚང་མ་ལ་གཤེ་གཤེ་ཞེ་བོ་བཏང་འདུག་ཨ། རྗེས་ལ་ད། དེ་ནས་གར་མཛད་ནས་གར་ས་འདི། དར་རྩེ་དོ་ནས་གར་མཛད་རྒྱུའི་ལི་ཐང་དང་ཨ་ནི་དེ་ཚང་མ་ལ་སྡེར་སྐད་འདི་ཚོ་རྒྱུད་དགོས་སོ། ཨ་ནི། རྒྱལ་མི་གུང་ཁྲན་ཏང་སྤྱི་དང་ཆོས་བྱེད་ཆོག་གི་མ་ར། རྒྱལ་མི་གུང་ཁྲན་ཏང་གིས་ང་རང་ཚོ་བོད་པ། བོད་པ་གུང་ཁྲན་ཏང་ཡིན་དམར་ཤོག་ཡིན་པ་ཡིན་ན་དེ་ཚོས་ཡང་གར་ས་ན་ཕྱག་བཙལ་ཞིག། དེ་ལས་ན་ཕྱག་བཙལ་ཀྱང་ཡིན་རྒྱལ་མི་རྒན་མོ་གར་མོ་ག་གར་ལ་ན། ཨ་ནི་བོད་རྗེས་ཁོས་རྟགས་དེ་ཚོ་ཁྲིད། ཨིང་ཞེ་བོ་བཏང་རྗེས་ནས་ཕེབས་བསུ་ཞུས་འདུག་ཨ།